མེ་ཏོག་དུད་པའི་མར་མེ་འབྲས་གཤོག་རྩེ་རོལ་མོ་ལ་སོགས་པ་མངོན་སྤྱོད་ཡི་གེ་དྲོད་ལེན་པ་འཕགས་མ་ཆོས་ཀྱི་ཞལ་སོགས་སོགས་ཐོག་མ་མེད་ལས་ཐ་དད་པ་མི་དགེ་བཅུ་དང་མཚམས་མེད་ལྔ། ཟུར་སྣོད་ཉོན་མོངས་བ་འགྱོད་པའི་སྡིག་པ་ཐམས་ཅད་ཞོགས་པར་བཅད་ངན་འགྲོ་རང་བྱུང་བྱང་ཆུབ་སེམས་སོ་སོ་སྐྱེ་བོ་ལ་སོགས་པའི་དུས་གསུམ་རྒྱལ་བ་སྤྱི་གཙུག་པའི་བསོད་ནམས་ལ་ནི་བརྡ་ཡི་རང་སེམས་ཅན་རྣམས་ཀྱི་བསམ་པ་དང།

རྒྱལ་བའི་གཟིགས་ཀྱི་ཤིན་ཏུ་བརྟན་མ་ལྕགས་ལྕགས་དུ་དར་ཧཱུྃ་ཡིག་གིས་རྡོ་དང་ཕྱོགས་དང་ནམ་མཁའ་གང་མ་འཇིག་རྟེན་བདུན་པ་ཞབས་ཀྱིས་བསྟན་ཏེ་ལུས་པ་མེད་པར་འགུགས་པར་ནུས་མ། ཕྱག་འཚལ་བརྒྱ་བྱིན་མཎྜལ་ཚངས་པ་རླུང་ལ་སྣ་ཚོགས་དབང་ཕྱུག་མཆོད་མ་འབྱུང་པོ་རོ་ལངས་དྲི་ཟའི་རྣམ་དག་གནོད་སྦྱིན་ཚོགས་ཀྱི་བདུད་ནི་བཏོན་མ་ཕྱག་ཆ་སྤྲིན་ཆེན་བྱ་དང་འཕེལ་གྱི་ཕོ་བྲང་ཁྲུ་བོ་རབ་ཏུ་བྱོན་མ།

སངས་རྒྱས་སྐུ་བར་འདར་དུ་བདེ་འགྲོ་འདི་ཡི་སྡུག་བསྔལ་དྲག་པོ་ཆེན་པོ་གཏན་ལ་གནས་པའམ་ཞེས་འགྲོ་བ་བཟོད་པ་དང་ནི་ཐོངས་པ་གཉིས་ཀྱང་དྲན་པས་རབ་ཏུ་གསལ་བ་ཉིད་དོ། དུས་མཐའ་རིམ་དང་སྡུག་བསྐལ་གཟིར་བའི་སྡུག་བསྔལ་ཚོགས་ནི་རྣམ་པར་སྤངས་ཏེ་སེམས་ཅན་གཞན་པ་རྣམས་ལ་ཡང་ངན་སྨྲིས་གསུམ་དོན་དུ་མངོན་པར་སྤྱོད་ན་སྦུ་སྟོད་པས་ནི་འབུར་དུ་འགྱུར་ཞིང།

མི་ལ་ངན་དང་མཚན་མར་ངན་པ་དང་འཇིགས་པ་བརྒྱ་རྫོགས་ཉེ་བར་འཚལ་བ་ན་མྱུར་དུ་ཞལ་ཆེམས་མེད་པར་མཛད་དོ་ཟེར་འཇིག་རྟེན་འཇིག་རྟེན་ལེགས་ནས་འདས་པ་ཡང་བཀྲ་ཤིས་བདེ་ལེགས་ཕུན་ཚོགས་ཚོགས་པ་ན། དེ་བཞིན་དགེ་བའི་དོན་རྣམས་མ་ལུས་པ་བོད་མིའི་བླུན་རྒྱུད་འགྲུབ་པར་མཛད་དོ་ཟེར་གྲུབ་ལ་བརྩོན་ཆེན་དམ་ཆོས་འཕེལ་བ་དང་རྟག་ཏུ་མཁས་གྲུབ་ཞབས་མཆོག་མཐོང་བ་དང་སྟོང་ཉིད་དོན་རྟོགས་བྱང་བསོད་རིན་པོ་ཆེ།

དེ་ལྟའི་འོག་བར་འདབ་རྩེར་ཞི་བ་དང་བཅས་དང་སྒྲ་བྱས་པའི་འོག་ར་རྩེ་ཐོག་ཚོགས་སྟོན་པ་འཇིག་རྟེན་ཁམས་སོགས་བྱོན་པ་དང་བསྟན་པ་ཉི་འོད་བཞིན་དུ་གསལ་བ། དེ་འཛིན་བུ་ལོན་དར་ཞིང་རྒྱས་པ་དང་བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག།